རྒྱ་ནག་ནང་ལ་ཡོད་པའི་རྒྱ་ནག་གི་དཔལ་འབྱོར་ཤུགས་ཆེན་པོ་ཡིན་དེ་ངས་ཚོང་པ་ཆེན་པོ Billion ནི་སྐད་གྲགས་ཡོད་དེ་ངས་དེ་ཚོ་གར་སོང་གར་སོང་ཆ་མེད་ཕྱིན་པ། ཨ་འདི་གར་སོང་ཆ་མེད་ཕྱིན་དགོས་ཡ་གི་གྱོད་པ་རྒྱུ་མཚན་ག་ཡོད་མེད་དང་དེ་གི་རྒྱབ་ལ་ག་རེ་ག་རེ་ཡོད་མེད་ཨ་འདི་དེ་རིང་གི་ཉེན་རྟོག་དེ་འདྲ་བ་ཡིན་དེ་འདྲ་སུ་རྣམ་པ་ཚོ་ཨ་འདི་མཐའ་མ་བར་དུ་ཨ་འདི་བཟི་རོགས་གནང་ཟེར་ཞེས་པ་ཡིན་ཐུགས་ཆེ། ཨང། ད་དེ་འདྲ་སོང་ཙང། བརྙན་ཐུང་འདི་ངས་འགྲེལ་བཤད་འདི་མ་རྒྱག་ངེས་ལ་ཨ་རྣམ་པ་ཚོ་དེ། གསང་རྒྱུད་ཅེས་པ་རེད་གསང་རྒྱུད་འདི་གི་གོ་ཆོད་ཅིག་ངས་རྣམ་པ་ཚོ་སྟོན་ཆོག་ཅེས་ཞུ་བ་ཡིན།

ཁྱོད་རང་ལྕགས་ལག་ཞིག་ཉོ་གི་ཡོད་པ་ཡིན་ན་ལྕགས་ལག་འདི་ཆ་ཚང་ཅིག་རྒྱ་ནག་ནས་བཟོས་བཞག་རྒྱུ Made in China རེད་མ་གཏོགས Made in USA དང Made in ཅིག་ཅིག་ལ་ཞེ་ར་ཞེ་ར་མཐོང་ཡ་ཡོད་མ་རེད་དེ་འདྲ་གསུངས་ཚེ་དེ་ཡིན་པའི་སྐབས་ལ་རང་བཞིན་གྱི་རྒྱ་ནག་གི་དཔལ་འབྱོར་འདི་ཡར་རྒྱས་འགྲོ་གི་ཡོད་པ་དང་རྒྱ་ནག་གི་དཔལ་འབྱོར་ཕྱུག་པོ་ཆགས་ཀྱི་ཡོད་པ་དང་འདི་རེད། ད་རྒྱ་ནག། མི། འཛམ་བུ་གླིང་འདི་ནང་ལ་ནི་ཕྱུག་ཤོས་མང་ཤོས་ཡིན་དགོས་ཡ་གི་རྒྱུ་མཚན། ཨ་ནི་མཁས་དབང་མང་པོ་ཅིག་གི་ཨ་ནི་བཤད་དགོས་ཡ་གི་རྒྱུ་མཚན་གཅིག་ག་རེད་ཟེར་ལབ་པ་ཡིན་ན་ག་རེ་ལབ་དགོས་རེད་ཟེར་ལབ་པ་ཡིན་ན། ཨ་ནི་རྩ་བའི་མའོ་ཙེ་ཏུང་གི་ཨ་ནི་ཞིང་པ་གི་ཐོབ་ཐང་དང་ཞིང་པ་དེ་ཚོ་ལ་དཔལ་འབྱོར་ཡག་པོ་ཆགས་ཡ་དོན་དག་ལ་མཐུན་རྐྱེན་མང་པོ་སྦྱར་བ་རེད། ཡིན་ན་ཡང་གཅིག་སྟོང་དགུ་བརྒྱ་བདུན་ཅུ་བདུན་བརྒྱད་ཀྱི་རྗེས་ལ Deng Xiaoping སླེབས་པ་རེད།

ཡིན་ན་འབྲིང་ཞོང་པིང་གིས་ནི་མི་ཕྱུག་པོ་ག་འདྲའི་བཟོས་རེད་ལབ་པ་ཡིན་ན་ནི་ཚོང་པ་ཚོང་པ་ཡིན་དེ་ངས་མི་དེ་ཚོ་ལ་ནི་མཐུན་རྐྱེན་སྦྱར་བ་རེད་མཐུན་རྐྱེན་སྦྱར་བྱས་བྱས་བྱས་ཁོ་རང་ཚོ་ལ་སྤྲད་དགོས་ཡ་ཚང་མ་སྤྲད་པ་ན་གཞན་གྱི་རིན་མའི་ཐོག་ནས་སྤྲད་དགོས་ཡ་མང་པོ་ཅིག་སྤྲད་བྱས་བྱས་བྱས་ག་ལི་ག་ལི་ག་ལི་ནི་མི་ཚོང་པ་ཆེན་པོ་དེ་ཚོ་ཁོ་རང་ཚོ་མཐུན་རྐྱེན་རག་བྱས་བྱས་ཁོ་རང་ཚོ་ནི་ག་ལི་ག་ལི་འཛམ་བུ་གླིང་འདི་ནང་ལོགས་ལ་ནི་བྱ་གླག་བཙོང་ཡ་དང་མང་པོ་བྱས་བྱས་བྱས་བྱས་འདི་ཤུགས་ཆེན་པོ་ཞུགས་བྱས་བྱས་འབྲིང་ཞོང་པིང་གིས་མཐུན་རྐྱེན་སྦྱར་བའི་རྐྱེན་གྱིས།

ཨ་རི། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱིས་ཅི་ག་རེ་ཧ་གོ་སྲིད་པ་ན་རྒྱ་ནག་གི་རྒྱལ་ཁབ་ཀྱི་དཔལ་འབྱོར་འདི་ཨ་ནི་ག་ལ་གང་འཚམ་གྱི་ཨ་ནི་མི་ཚོང་པ་ཆེན་པོ་དེ་ཚོ་གི་དཔལ་འབྱོར་ལ་རག་ལུས་ཀྱི་ཡོད་པ་དེ་ཁོ་རང་གི་དཔེ་གསལ་པོ་ཧ་གོ་བ Private Sector དེ་ཚོ་ཧ་གོ་གོ་རེད་བ། ཧ་གོ་ས་པའི་རྗེས་ལ་ཨ་ནི་དང་པོ་ཉིས་སྟོང་བཅུ་གཉིས་སྟེ་བ་སླེབས་ས་པའི་རྗེས་ལ་ཨ་ནི། རྒྱ་ནག་གི་ཚོང་པ་ཆེན་པོ་དེ་ཚོ་ལ་ཁོ་རང་ཚོ་མཐུན་རྐྱེན་སྦྱར་གྱི་ཡིན། སླད་དེ་དག་ད་ག་ནས་ཤིག་རོགས་པ་སྤྲད་ཀྱི་ཡིན། སླད་དེ་དང་པོ་དེ་བ་ལ་ཁོ་རང་གི་སྲིད་ཇུས་ནང་ལོགས་ལ་འགྱུར་བ་རྩ་བ་ཉིད་ཕྱིན་ཡོད་མ་རེད། ཁོ་རང་གིས་ག་ལ་ག་ཚོད་རོགས་པ་བྱས་ཡོད་པ་དེ་གསལ་བོ་ཞུ་གྱིན་པ་དེ་གསལ་བོ་རེད་ཞུ་ཡ་ཡིན། ད་ཉིས་སྟོང་བཅོ་ལྔ་ལོ་ལ་ཞིས་ཅིན་ཕིང་གིས་རྒྱ་ནག་གི་ཚོང་པ་ཆེན་པོ་དེ་ཚོ་ལ

ཉེན་རྟོག་པ་བཅུ་རེད་ད། རྒྱ་ནག་གི་ཚོང་པ་ཆེན་པོ་དེ་འདྲས་ཅིག་ཉེན་རྟོག་པ་འདི་འཇུས་རེད་བ། ཨ་འདི་འཇུས་དགོས་ཡ་གི་རྒྱུ་མཚན་ག་རེ་མེད་དེ། ད་ངས་ཁྱོད་རང་འགྲེལ་བཤད་རྒྱག་ཆོག་ཆེ་ཞུ་ཡིན། གཉིས་པ་དེ་སུ་རེད་ལབ་པ་ཡིན་ན་ཨ་ནི་ཞེ་ཇིན་བྷ་ལའི་དེ་རེད། རྒྱ་ནག་དང་ཨ་ནི་ད་ནི་ཀ་ན་ར་གི་མི་སེར་བྱས་རྒྱ་ནག་ཡི་མི་སེར་བྱས་ཚོང་པ་ཆེན་པོ་དེ་ཉིས་སྟོང་བཅུ་བདུན་ལོ་ལ་རྒྱ་ནག་ཉེན་རྟོག་པ་གིས་ཁོ་རང་འཇུས་པ་རེད། བདེན་པ་གསུམ་ཚང་དཔེ་ཚོང་པ་ཆེན་པོ་འདིས་རྒྱ་ནག་གཞུང་གིས་ཉིས་སྟོང་ཉིས་གསང་གཉིས་ལོ་ལ་ཁོ་རང་ལ་ཉེས་པ་བཏང་བྱས་རྗེས་ལོ་བཅུ་གསུམ་རིང་ལ་བཙོན་ཁང་ནང་ལ་བསྡད་དགོས་རིགས་ལ་ཉེས་ཆད་བཏང་པ་རེད་བཏང་དགོས་ཡ་རྒྱུ་རྒྱུ་མཚན་ག་རེ་ལབ་པ་ཡིན་ན་ཨ་ཁོ་རང་གིས་ལྐོག་ཟ་རེ་ཟུང་བྱས་པ་རེད་ཨ་ཁོ་རང་གིས་མ་བིན་ཁྲབ་པ་རེད་ལ་ཡ་འདིས་ཐོག་ནས་བརྒྱུད་པ་རེད། གསུམ་པ་དེ་སུ་རེད་ན་རེན་ཞིན་ཁང་ལས་དེ་རེད་རེན་ཞིན་ཁང་ཨ་ནི་རྒྱ་ནག་ནང་ལོགས་ལ་ཨ་ནི་ཁོ་རང་གི་ཚོང་རྒྱ་དེ་ཨ་ནི་ཁ་ན་ཁང་པ་ཉོ་ཚོང་བྱེད་དེ་དེ་རེད་ཁོ་རང་ཕ་གིན་པེན་མི་སྲིད་དཔལ་འབྱོར་ཤུགས་ཆེན་པོ་བྱེད་རྒྱ་ནག་གི་ཨ་ནི་བི་ལེ་ནར་གི་ཚོང་པ་ཅིག་ཆགས་དགོས་རེད། ཉིས་སྟོང་ཉི་ཤུ་ལོ་ལ་ཨ་ནི་ཁོ་རང་རྒྱ་ནག་གཞུང་གི་ལོ་བཅོ་བརྒྱད་བཙོང་ཁང་འདག་པ་རེད་ད་འདི་བདག་མགོ་ཡའི་རྒྱུ་མཚན་ག་རེད་ལབ་པའི་ན་ཁོ་རང་གི་རྒྱ་ནག་སྲིད་འཛིན་འདི clown འདྲ་བོ་འདུག་ལབ་རེད་རྒྱ་ནག་སྲིད་འཛིན clown འདྲ་བོ་འདུག་ལབ་ན clown ལབ་ན་གར་ལ་བོར་ལ་ན་དེ་བ་ལ་བསྟན་བཤིག་གནང་སྟེ་བསྟན་བཤིག་བྱེད་ངེས་དང་དགོད་བྲོ་བྱེད་ངེས་དང་དེ་བ་ལ་ཆོབ་ལང་དེ་ངེས་དེ་ཚོ་རེད་ཤག་ལབ་དགོས་རེད་འདི་ཁོ་རང་གི་རྩོམ་ཕྲད་བྱེད་བྱེད་རྩོམ་བྱེད་གནང་ལ་ག་རེ་ལབ་ན་རྒྱ་ནག་ནང་ལོག་ལ་ད་ལྟ་ང་ཚོ་ནད་ཡམས་འདི་དར་བའི་ནད་ཡམས་འདི་སླེབ་བའི་སྐབས་ལ་འདི་ཁོ་རང་གི

རྒྱ་ནག་ནང་ལོགས་ལ་དང་སྐད་གྲགས་ཡོད་ཅེས་ཨ་རིའི་ནང་ལོགས་ལ་དཔེ་མི་སྲིད་སྐད་གྲགས་ཡོད་རེད་དེ་འདྲ་སོང་ཙང། ཁོ་རང་གི་ཚོང་རྒྱབ་པ་དེ་ག་རེ་ཟེར་ན་ཨ་ལི་བྷ་བྷ་རེད་ཨ་ལི་བྷ་བྷ། ཨ་ལི་བྷ་བྷ་ལས་དེ་ཨ་ནི་ད་ལྟ་ང་ཚོ་སྡེ་བ་ལ་ཨ་རིའི་ནང་ལོགས་ལ་ཨ་མེ་ཛོན་ཡོད་པ་འདྲ་བཞིན་རེད། རྒྱ་གར་ལ་ཕི་ལིབ་ཀཱར་ཡོད་པ་འདྲ་བཞིན་གྱི་རྒྱ་ནག་ནང་ལོགས་ལ་ཨ་ལི་བྷ་བྷ་ལས་དེ་རེད། ཨ་ནི་ཁོ་རང་དབུ་མའི་དྲང་གནས་ཀྱི་ད་དཔེ་མི་སྲིད་ཚོང་པ་ཆེན་པོ་ཞིག་ཆེད་རེད། ཨ་ནི་ཁོ་རང་ཚོང་པ་ཆེན་པོ་འདིས་ཨ་ནི་ལོ་གཅིག་གཉིས་ནང་ལོགས་ལ་ཨ་ནི་གཅིག་རྒྱལ་སྤྱིའི་གི་སྡེངས་ཆ་རེད་ཨ་དང་གསང་རྒྱུད་རྒྱུད་ལམ་ནང་ལོགས་ད་མཐོང་ཡ་མེད་པ་ཆགས་རེད་ག་སོང་ཆ་མེད་རུ་ཆགས་པ་རེད་ད་འདི་ཆགས་དགོས་གི་དགོས་པ་རྒྱུ་མཚན་ཆེ་ཤོས་འདི་ཨ་ནི་རྒྱ་ནག་གཞུང་རེད་ཅེས་ཅེས་ཅེས་མང་པོ་ཞིག་ལབ་བོ་རེད་ད་ཁོ་རང་དཔལ་འབྱོར་ཤུགས་ཆེན་པོ་ཆགས་དགོས་འདི་བི་ཡང་རྒྱ་ནག་གཞུང་རེད་ཅེས་ཅེས་ལབ་ཡོད་རེད་འདི་ལབ་དགོས་གི་རྒྱུ་མཚན་ཅིག་ག་རེད་ཟེར་ལབ་པ་ཡིན་ན།

ཨ་ནི་རྒྱལ་སྤྱིའི་ནང་ལོགས་ལ་དངུལ་དེ་ཡག་མ་དེ་འདྲས་ཀྱི་དངུལ་གང་དེ་འདྲས་ཀྱི་དངུལ་དེ་འདྲས་ཀྱི་དངུལ་དེ་ཨ་ནི་རྒྱ་ནག་གཞུང་གིས་རོགས་པ་བྱས་བྱས་བྱས་ཁོ་རང་ལ་ཨ་ནི་བི་ལིན་གཉིས་ཀྱི་དངུལ་དེ་སྤྲད་པ་རེད་སྤྲད་བྱས་བྱས་བྱས་ཨ་ནི་སྡིག་ཚོང་རྒྱ་ཡ་ལ་རོགས་པ་བྱས་པ་རེད་ཟེར་བྱས་བྱས་བྱས་དེ་ལབ་དགོས་རེད་ད་ཡིན་ན་ཡང་དེའི་རྗེས་ལ་ཨ་ནི་ག་རེ་དཀའ་ངལ་ཆགས་རེད་ཟེར་ལབ་པ་ཡིན་ན་ཁོ་རང་གིས། ཁོ་རང་པད་ད་རྒྱ་ནག་ནང་ལོགས་ལ་དཔལ་འབྱོར་ཤུགས་ཆེན་པོ་ཞུགས་ཅིག་ཆ་ཆང་བ་ན་བཞིན་གྱི་ཨ་ནི་རྒྱ་ནག་གི་གཞུང་སླེབས་པའི་ཁོ་རང་པད་པད་ད་སྟོབས་ཤུགས་ཆེ་བ་ཆགས་ཡུལ་ཆགས་པ་རེད་ཟེར་ཅིག་མི་མང་པོ་ཅིག་ཤེས་དགོས་འདི་ཤེས་དགོས་རྒྱུ་མཚན་ག་རེ་ཟེར་ལབ་པ་ཡིན་ན་ཨ་ནི་རྒྱ་ནག་ནང་ལ་ཡོད་པའི་དངུལ་ཁང་གཞུང་གི་འོག་སླེབས་པའི་དངུལ་ཁང་མང་པོ་ཅིག་འདི་དགོས་མང་ཆེ་ད་འདི་བས་ཀྱི་གནས་སྟངས་དེ་རེད་ཆགས་རེད། འདི་ཆགས་པ་རྒྱུ་མཚན་ག་ནས་ན་ཁོ་རང་ཚོ་སྒེར་གྱི་དང་དངུལ་ཁང་དང་སྒེར་གྱི་དཔལ་འབྱོར་ཡོད་ལས་ངན་གྱི་ལས་འཛུགས་འདི་ཤུགས་ཆེར་འཕྲོ་སྟེ་སྒེར་གྱི་དངུལ་ཁང་དེ་ཚོ་འདི་བས་ཀྱི་གནས་སྟངས་དེ་འདྲ་ཆགས་པ་རེད་ཆགས་པ་ན་བཞིན་གྱི་ཁོ་རང་གི་རྒྱ་ནག་གཞུང་གི་ཨ་ནི་དངུལ་ཁང་འདི་ཚོ་ག་འདྲས་རེད་ཤག་ལབ་པ་ཡིན་ན་ཁོ་རང་གི Pawn Shop Mentality རེད་ཤག་ཨ་འདི་བསམ་བློ་བཏང་སྟངས་འདི་ཨ་ནི་སྡེ་བ་ལ་ལྕགས་ལ་རྙིང་པ་དེ་འདྲས་བཙོང་གི་ཡོད་པ་ན་བཞིན་གྱི་དེ་འདྲས་ཀྱི་བསམ་བློ་བཏང་སྟངས་རེད་ཤག་ལ་བྱས་ཁོ་རང་གིས་བཀོལ་སྤྱོད་ཅིག་བྱས་པ་རེད། བཀོད་ཇུས་གཅིག་ཆེད་པུ་དེ་ཕལ་ཆེར་ཉིས་སྟོང་ཉི་ཤུ་སྟེ་བ་གཅིག་ལ་བཀོད་ཇུས་ཆེད་པུ་གཅིག་ངས་ལན་དྲུག་རེ་ཕྲན་པ་གསུངས་འདུག་དེ་འདྲ་གསུངས་དེ་རེད། དེ་འདྲ་གསུངས་ཙང་རྒྱ་ནག་གཞུང་གི་དེ་དགའ་ཡོད་མ་རེད། རྒྱ་ནག་གཞུང་གི་མ་དགའ་བ་དེ་རྒྱུ་མཚན་ག་རེད། ཁོ་རང་དཔལ་འབྱོར་ཆག་ཡ་དེ་ཨ་ནི་ཉིས་སྟོང་ཉི་ཤུ་ག་ཚུན་ཅིག་ལ་ཨ་ནི་ཨ་སྒོར། བི་ལིན་གཉིས་སུ་གཅིག། བི་ལིན་གཉིས་དེ་ཨ་གོར་མ་རེད་ད། བི་ལིན་གཉིས་ཀྱི་དཔེ་ཆ་དངུལ་དེ་ང་ཚོས་སྤྲད་པ་ཡིན། དེ་འདྲ་ང་ཚོས་སྤྲད་པ་དེ་ལ་རོགས་པ་བྱས་ཏེ་ང་ཚོ་རྒྱ་ནག་གཞུང་ལ་ཁོ་རང་གིས་ད་མ་དགའ་བ་དང་རྒྱ་ནག་གཞུང་དེ་ལ་ཨ་ནི་ཁ་བརྡ་བཅག་གི་འདུག་སླད་དེ་རྒྱ་ནག་གཞུང་ལ་ཚོར་བ་ཤུགས་ཆེན་པོ་ཞུ་ཅིག་སླད་ཡིན་པ་དེ་གསལ་བོ་རེད། དེ་འདྲ་སོང་ཚེ་ད་ག་ནང་བཞིན་གྱིས་ཨ་ནི་ད།

བཟོས་བྱས་ཀྱི་དགེ་བ་རྒྱུ་མཚན་ཁར་ན་ཁོ་ཚོས་ཀྱིས་ག་རེ་ཧ་གོ་རེད་ཟེར་ལབ་པ་ཡིན་ན། ད་འདི་ཚོས་ཀྱིས་ཀམ་པ་ནི་ཆེན་པོ་འདི་ཚོ། ཚོང་རྒྱག་མཁན་ཆེན་པོ་འདི་ཚོས་ཀྱིས་ཨ་ནི་རྒྱ་ནག་གི་གནས་ཚུལ་མང་པོ་ཞུ་ཅིག་རྒྱ་ནག་གི་ནང་ཁུལ་གྱི་གནས་ཚུལ་མང་པོ་ཞུ་ཅིག་ཁོ་ཚོ་མཁོ་སྒྲུབ་བྱ་བྱེད་ཅེས་ཨ་འདི་ཁོ་ཚོ་སྟོབས་ཤུགས་ཆེན་པོ་ཞུ་ཆགས་ཀྱི་འདུག་བསམ་བྱེད་བྱེད་ཅེས་ཁོ་ཚོ་ལ་ཡང་ཁོ་ཚོ་ཉེས་པ་བཏང་ཡ་དང་ཁོ་ཚོ་ལ་ཚོང་མ་རྡིབ་དགོས་ཡ་ཀྱི་གནས་སྟངས་མང་པོ་ཅིག་ཆགས་པ་རེད།

ནས་དངོས་གནས་དྲང་གནས་ཀྱི་ཞིབ་འཇུག་པ་མང་པོ་ཅིག་ལྟེ་བའི་སྐབས་ལ་གྷར་ལ་གོར་སི་ལ་བས་ན་ཁོ་རང་ཚོས་ཀྱི་ཨ་ནི་རྒྱ་ནག་གཞུང་ལ་ངོ་རྒོལ་བརྒྱབ་པ་རེད་རྒྱ་ནག་གཞུང་ལ་སྡུག་རིས་ངན་ཚད་ལབ་པ་རེད་ག་ཤེད་ཚིག་ཚིག་གི་ཐོག་ནས་ལབ་པ་རེད་འདི་ཨ་ནི་ཞིན་ཅིན་ཕིན་གྱིས་མ་དགའ་འོས་ཙང་ཨ་ནི་ཁོང་ཚོ་ལ་མ་ཉེས་ཁ་གཡོག་བྱེད་བྱེད་བྱེད་ཨ་ནི་ཉེས་བ་བཏང་བྱེད་ཀྱི་བཙོང་ཁ་འདར་བ་རེད་ལ་འདིར། ཨ་ད་ལམ་བཞིན་ཇེག་མ་འགྲོ་ཆ་ཤི་ན་རེད། ད་ཇེག་མ་རྩ་བའི་ཙོང་ཁ་ནང་ལ་ད་ཡོད་ད་མེད་ང་ཚོ་གསལ་བོ་སུ་གཅིག་ཧ་གོ་གོ་ཡོད་མ་རེད་ཡིན་ནི་ཡང་ཇེག་མ་གར་སོང་ཆ་མེད་ཕྱིན་ཅི་ཅི་ད་ལོ་གསུམ་འགྲོ་སོང་ལོ་ལོག་པ་རེད། ད་ངེད་ཅག་ཨ་ནི་རྒྱ་ནག་གི་ཨ་ནི་མངའ་སྡེ་གཅིག་ནང་ལོག་ལ་རྒྱ་ནག་མངའ་གྲོང་ཁྱེར་གཅིག་ནང་ལོག་ལ་ཁོ་རང་གི་ཨ་ལི་བཱ་བཱ་གི་ཨ་ནི།

དེ་འདྲ་སོང་ཙང་མི་མང་པོ་ཅིག་གིས་ག་ལ་བོར་ལ་ན་ཁོ་རང་གར་སོང་ཆ་མེད་ཕྱིན་པ་རེད་ཅེག་བྱས་ནས་བསད་བ་རེད་ཅེག་བྱས་པས་ན་རྒྱ་ནག་གཞུང་གིས་ཨ་ནི་ཁོ་རང་བཙོང་ཁང་ན་བདའ་བ་རེད་ཅེག་བྱས་ཡོད་རེད་ཟེར་ཅིག་འདི་ལ་གོ་རེད། ཡིན་ནས་ཇེག་དམག་གིས་དངོས་གནས་དྲང་གནས་ཀྱིས་རྒྱ་ནག་གཞུང་ལ་ཁ་བརྡའི་ལྕག་རེད་ཟེར་ལབ་པས་ན་ཨ་ནི་ཅིག་ནམ་རྒྱུན་འདོད་པ་མེད་པའི་ནམ་རྒྱུན་སྟོན་པ་འདི་ག་ལ་གང་འཚམ་གསལ་བོ་རེད། དེ་འདྲ་སོང་ཙང་ད་ལྟའི་གི་ངས་འདི་ཚང་མ་བཤད་དགོས་ཡ་རྒྱུ་མཚན་ཅིག་ག་རེད་ཟེར་ལབ་པས་ན། རྒྱ་ནག་གཞུང་འདི་ཁོ་རང་ཚོས་ཀྱི་ཁོ་རང་ཚོ་ལ་ཁ་བརྡའི་དཔྱ་ངན་དེ་ཚོ་ཏག་ཏག་བཟོས་ཡག་གི་དམིགས་ཡུལ་དེ་འདྲ་ཞིག་རེད། བོད་ནང་ལ་གྲྭ་བ་མོའི་ཐོབ་ཐང་མེད་པ་དང་རྡོག་རོལ་གཏང་གི་ཡོད་པ་དག་ད་རེས་ཚོ་ང་ཚོ་བཤད་མ་གོ་བ་ཅིག་རེད། ཐ་ན་ཡན་ཆད་རྒྱ་ནག་ནང་ཡོད་བསྡད་བསྡད་ངན་རྒྱ་ནག་མི་མང་རྒྱ་ནག་གི་ཚོང་པ་ཆེན་པོ་དེ་ཚོ་ཡང་ད་ལྟའི་གི་ཤི་ཅིན་ཕིན་གྱི་རྒྱ་ནག་གཞུང་འདིའི་འོག་ལ་ཁོ་ཚོ་སྡུག་པོ་མྱང་གི་ཡོད་པ་དེ་ཁ་གསལ་པོ་ཞུ་བྱེད་རེད།

རྒྱ་ནག་གཞུང་གི་མི་མང་འདི་ཚོ་ལ་ང་ཚོས་རོགས་པ་བྱེད་བྱེད་བྱེད་བྱེད་ཁོ་ཚོ་ཡིན་ནའི་ང་ཚོ་ཚོ་མཉམ་དུ་འགྲིག་ཐུབ་ཡ། ད་ག་ནས་ཕྱིན་རྒྱ་ནག་དཔལ་འབྱོར་ཡོད་ལྡན་མཁན་འདི་ཚོ་རེད་ད་ཡིན་ནའི་རྒྱ་ནག་གི་དཔལ་འབྱོར་ཡོད་ལྡན་མཁན་ཚོ་ཁོ་རང་ཚོ་དཔལ་འབྱོར་ལ་འབྲེལ་བ་ཡོད་རེད་མ་གཏོགས་དངོས་གནས་ཁོ་རང་བོད་འཐབ་རྩོད་དང་བོད་ཀྱི་རྩ་དོན་དོན་དག་ལ་འབྲེལ་བ་ཤེ་ར་ཤེ་ར་ཁེལ་དགོས་ཀྱི་ཡོད་མ་རེད་ད་ཡིན་ནའི་གནས་ཚུལ་འདི་ཚོ་རིགས་འདི་ཚོ་ང་ཚོ་ཧ་གོ་གོ་ཡ་དེ་གལ་ཆེན་པོ་ཤོས་ཅིག་རེད་བྱེད་བྱེད་བྱེད་ངས་དེ་རིང་འདའི་རྣམ་པ་ཚོ་བརྙན་ཐུང་འདིའི་ཐོག་ལ་དེ་ཉིད། འཁྱུག་ཙམ་སྟོན་པ་དང་འགྲེལ་བཤད་རྒྱག་པ་ཅིག་དེ་འདྲ་ཅིག་ཡིན། གནས་ཚུལ་འདིའི་ཐོག་ལ་དང་དོད་མང་བ་ཅིག་ཧ་གོ་ཡ་འདོད་པ་འདོད་པ་ཡོད་པ་ཡིན་ན་རྣམ་པ་ཚོ་འདི་དང་འབྲེལ་བ་ཡོད་པའི་ཐོག་ནས་གནས་ཚུལ་མང་བོ་ཞུ་བཞིན་ཡོད་རེད་རྣམ་པ་ཚོ་བལྟས་པ་ཡིན་ན་འགྲིག་གི་རེད་དེ་རིང་གི་བརྙན་ཐུང་འདི་ད་ག་རང་མཚམས་བཞག་གི་ཡིན་ཟླ་བ་གཅིག་རྣམས་ལ།